རབ་གནས་ཆུ་བདག་ལོད་ཀྱི་གནམ་ལོ་གསར་བཞད་ཀྱི་དགའ་སྟོན་ལ་མི་མང་ཡོངས་ལ་དེ་ནི་ལོ་གསར་གྱི་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་ཡག་ཡིན། ཨ་ནི་ཕྱོགས་མཚུངས་དེ་ནི་ཞུ་ཡག་ཅིག་ལ་ཏེ་ང་ཚོར་བོད་པའི་ལོ་གསར་རེད་དེ་མིན་གྱི་ཨ་ནི་ཆོས་ཕྱོགས་དང་འབྲེལ་བའི་ཨ་ནི་དུས་སྟོན་མང་པོ་ཅིག་ཡོག་རེད་དེའི་སྐབས་ལ་ང་ཚོ་དེ་ནི་ད་ཡུལ་ལ་གསོལ་མཆོད་བྱེད་ཡག་དང་ཨ་འདི་འདྲའི་སྐབས་ལ་ཡག་ནི་རླུང་རྟ་མང་པོ་སྤར་ཡག་རེད་ཨ་ད་ག་ནང་ཞིག་ཤོག་དར་མང་པོ་བཀྲམ་ཡག་དེ་འདྲས་ཀྱི། གནས་ཚུལ་རྒྱ་ཆེན་པོ་ཅིག་བྱུང་དང་འབྱུང་བཞིན་པ་དེ་ལས་གཅིག་ནི་དེ་ཚོ་ཆོས་ཕྱོགས་གཟེར་བོ་ཡང་དག་པ་ཞིག་རེད་ཡིན་ན་ཡང་འདི་གི་འབྱུང་རྐྱེན་ཅིག་གི་ཐོག་ནས་ཡང་ང་ཚོ་དགོངས་བཞེས་གནང་དགོས་ཡ་གཅིག་ལ་གཅིག་ནས་ང་ཚོ་ཤོག་དར་འདི་ཨེ་ནི་མང་པོ་ཅིག་བཀྲམས་ཡོད་དུས་ཨེ་ནི་དེ་བས་ཁ་ས་ཁ་ལ་ཁྱབ་ནས་ཨེ་ནི་སྤྱི་བཏང་གི། ས་ཆ་མང་པོ་གཅིག་ནང་ལ་ཡང་ཁྱབ་ནས་མི་དང་རྫུ་འཕྲུལ་གྱི་རྐང་པའི་འོག་ལ་རྫིས་འགྲོ་དགོས་འདུག་བ། དེ་འདྲས་ཀྱི་ལྡོག་པའི་འོག་ལ་རྫིས་འགྲོ་བའི་གང་ལ་ཉེས་པ་ཆེ་བའི་བར་གང་ཡིན་ཟེར་ན། ང་ཚོའི་གཞུང་འདི་འདྲའི་མང་པོ་གཅིག་གི་ནང་ལ། དུས་སྙིགས་མའི་དུས་སུ་སངས་རྒྱས་དེ་ཡང་ང་རང་ཚོའི་ཡིག་ཡིག་ལ་སྤྲུལ་ནས་སེམས་ཅན་གྱི་དོན་མཛད་ཀྱི་ཡོད་པ་དེ་འདྲས་གསུངས་ཡོད་རེད། དེ་ཡིན་དུས་དེ་ནི་ཡིག་ལ་སོགས་པ་རྐང་པའི་འོག་ལ་འདུག་རྩིས་བཏང་ནས་ཉེས་པ་ཆེན་པོ་ཆགས་འགྲོ་གི་ཡོད་རེད། ཨ་ཕྱོགས་གཅིག་ནས་འགལ་བ་རེད་དེ་ཡིན་ན་འདིའི་བྱུང་འབྲས་འདི་དོ་སྣང་མེད་དུས་མ་ཤེས་དུས་ཨ་ནི་ཁ་ཤས་འདི་འདྲས་ཆགས་ཡོང་པའི་སྒང་ལ་ཨ་ནི་ཡང་ང་ཚོ་རྒྱལ་བའི་ཚབ་ལ་ཉེས་པ་ས་ཡག་འདི་འདྲས་ཅིག་བྱས་ཨ་ནི་ཕྱོགས་མཚུངས་འདིའི་ཁ་ས་ག་ལ་བཙོག་པ་མང་པོ་བཟོས་བྱས་ཡང་ཁོར་ཡུག་འདི་ཡང་བཟོ་སེམས་ཅན་འདི་འདྲས་ཀྱི་ཟས་ནི་འདིའི་རྐྱེན་པས་ཤི་ཆད་བྱུང་ཡག་དང་ཨ་ནི་ཁོར་ཡུག་བཙོག་པ་བྱས་ཡག་འདི་འདྲས་ཀྱི་སྐྱོན་ཅིག་མཐོང་ཡོང་གི་འདུག་བ། ཨ་ད་ག་ནང་བཞིན་རླུང་རྟ་དེ་མངར་མོ་ཡིན་ན་དེ་ནས་རས་ཐར་གྱི་སྒང་ལ་བརྒྱབ་ཡོད་དུས་རང་བཞིན་གྱི་རས་དེ་ཡོད་དུས་དེ་ནི་ཁོ་རྙིང་པ་ཆགས་སོང་ནས་མི་སྲིད་བཏང་ནས་ཁོ་སྤྱིར་བཏང་གི་གོ་བདེ་འདྲ་བོ་ཅིག་ཆགས་ཀྱི་མ་གཏོགས་ཡོད་མ་རེད་ཡིན་ན་ཡང་དེང་སང་ད་དཔལ་འབྱོར་ཡར་རྒྱས་ཕྱིན་རྗེས་ཨེ་ནི་གཅིག་ནས་ད་རས་འདུག་ཚོད་ལྟ་ར་ཁག་པོ་ཡིན་གྱི་རེད་ཨེ་ནི་གཉིས་ནས་མང་ཆེ་དེ་འགྱིག་གི

མི་དང་སེམས་ཅན་ཚང་མ་ལ་ནད་ལ་སོགས་པ་ཡོང་ཡག་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་ཡོང་དུས་འདིའི་ཐོག་ལ་ཚང་མ་བློ་དགོངས་པ་གཅིག་བཞེས་ནས་ཤོག་ལྟར་དེ་ཉུང་བཟི་བཏང་ཡག་གཅིག་དང། ཨ་ནི་གཉིས་ནས་དེ་དེ་རེ་བཞི་དུ་འཛུལ། གཅིག་ད་རང་བཞིན་གྱི་ཕ། མེད་པ་བྱེད་ཡག་གི་མེ་དགྲ་སྟངས་མོ་གོ་ཡག་དེ་འདྲའི་གི་རྒྱུ་ཆའི་སྒང་ལ་གཅིག་ཐ་རད་རེད། ཤོག་ལྟར་རེ་དེ་འདྲའི་མང་ཚེ་སྤེལ་ཐུབ་ཡག་གི་ཐབས་ཤེས་ཤིག་གནང་ཐུབ་པ་ཡིན་ན་ཨ་ནི་ང་རང་ཚོས་ཉེས་པ་མ་བསགས་ཡག་དང། ཁུ་རྒྱུག་དང་གངས་དཀར་ལོག་ལ་ཕན་ཐོགས་ཡོང་ས་རེད་བ་འདི་ཐམ་ག་ལོག་ཐུག་ལ་ཞེར་བ་ན་ཞུ་ཡག་ཡིན་བཀྲ་ཤིས་བདེ་ལེགས་ཡིན།